ཚེ་དབང་གི་གཏམ་གསན་གཟིགས་གནང་མཁན་རྒྱ་ཆེའི་དྲ་གྲོགས་རྣམས་ལ་ཡང་དུས་གསུམ་གྱི་འཚམས་འདྲིའི་བཀྲ་ཤིས་ལན་ཞུ་གི་ཡོད། ད་ད་རེས་བརྙན་ཐུང་ཐེངས་དྲུག་ཅུ་རེ་བདུན་འདིའི་ནང་ལོ་ཡ་ནི་ག་རེ་ཞུ་ཡ་ཡོད་ཟེར་ན་ཉེ་ཆར་ཨ་ནི་ཕྱི་སྡོད་རྒྱ་མིའི་དྲ་ཚིགས་མང་པོའི་ནང་ལོ་ཡ་ནི་གནས་ཚུལ་གསར་པ་ཅིག་ཁོང་ཚོས་སྟོན་གི་འདུག་དེའི་ག་རེ་ཟེར་ན་ཨ་ནི་ཞི་ཅིན་ཕིང་གི་བུ་མོ་ཞི་མིན་ཛེ་ཟེར་ཡ་དེ་ཨ་ནི་ཇོ་མ། ཞི་ཅིན་ཕིང་གི་ཚབ་བཅས་ཤུལ་འཛིན་བྱེད་རེས་བྱེད་ཀྱི་མ་རེད་ཟེར་དེའི་སྐོར་ཡང་དག་ཨ་ནི་ཁོང་ཚོས་གནས་ཚུལ་ཞིག་སྤེལ་ཡོང་གི་འདུག་འདིའི་རྒྱུ་མཚན་ག་རེ་ལབ་ན། སྙན་མ་ཨ་ནི་ཞི་ཅིན་ཕིང་གིས་ཨ་ནི་ཆབ་སྲིད་ཀྱི་གོས་དབང་བསྟན་ནས་ད་ལྟ་གཞིས་མིའི་རྩ་འཛིན་གལ་ཏེ་བུ་མོ་དེ་ཨ་རི་ལ་སློབ་སྦྱོང་བྱེད་པའི་སྐབས་དང་དེའི་རྗེས་ལ་ཡང་ཨ་ནི་མོའི་པར་དང་མོའི་གནས་ཚུལ་རྐང་གཅིག་ངས་ཕྱི་ལོགས་ལ་ཡང་ཨ་ནི་སྟོན་མ་བཅུག་ཅེས་ཨ་ནི། དེ་འདྲས་སུ་ཅིག་ཞི་བ་གཅིག་གསང་བ་དང་པོ་བྱས་པའི་དང་ཨ་ཉི་མ་གཅིག་རྒྱ་ནག་གི་ནང་ལས་གཞོན་སྐྱེས་ཅིག་དང་པོ་ས་ཞིག་ཏུ་ལྟ་ངའི་མིང་དེ་དྲེགས་མེད་དུ་འོང་འདི་ནི་མོ་གཞི་མིན་ཚོད་ཀྱི་ཨ། ལྟ་བར་དང་འབྲེལ་བའི་གནས་ཚུལ་འདི་ཅིག་དྲ་རྒྱའི་ནང་བཏོན་པ་དག་ཡང་ལམ་སང་རྒྱ་ནག་གི་ཨ་ནི་རྒྱ་ནག་གཞུང་གིས་ཁོ་བཅུ་གསུངས་བྱས་བཅུ་གསུངས་བྱས་མ་བྱས་ཨ་ནི་ཁོ་ཡ་རྒྱལ་ཁབ་གསང་བ་ཕྱི་རྒྱལ་གྱི་དེ་འདྲས་ངེས་པ་བཙུགས་བྱས་ཨ་ནི་ལོ་བཅུ་བཞིའི་དེ་འདྲས་ཀྱི་ལྟ་བཙོང་ཁང་ནང་བཅུག་བཞག་འདི་འདྲའི་གནས་ཚུལ་བྱུང་བ་རེད། ད་འདི་ཡིད་དུ་འདི་ག་ཙི་གི་གསང་བ་དང་པོ་བྱེད་ཉན་གི་བུ་མོ་འདི་ད་ད་རེ་ཡང་གར་བྱས་ནས་མ་ཕྱི་ལོག་ལ་ཡང་ག་ལེ་ག་ལེ་བསྟུན་གི་ཡོད་རེད་ས་འདི་འདྲའི་སྐོར་ཡང་ད་གནས་ཚུལ་དཔྱད་ཞིབ་བྱས་པ་ཟོར་བ་ད་འདི་འདྲའི་དོན་ཡོང་གི་འདུག་འོང་འདི་མ་ཞུ་བ་ཡིན། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ཟླ་བ་ལྔ་པའི་ཚེས་ཉི་གསུམ་ཉིན་དབང་བའི་ཏི་བི་སི་ཡ་དང་ད་ག་ནས་ཤི་སན་ཆུང་གསར་ཤོས་སི་ཡ་འདི་འདྲའི་ད་ག་ཟོ་རེ། རྒྱ་མིའི་ཕྱི་དུས་དེ་མིན་དྲ་རྒྱའི་ནང་ལོག་ལ་ཡང་ཨ་ནི་གནས་ཚུལ་གྱི་གར་དཔེ་ཀྱི་དོགས་ཟེར་ན་བུ་མོ་ཞི་མིང་རྫ་ཡིས་གསང་བའི་དབང་ཆར་ལས་ཁུངས་བརྒྱུད་རྗེས་ནི་ཁོ་མོའི་ཕ་ཞི་ཅིན་པེ་ཀྱི་ཚབ་བྱེད་རྒྱ་ནག་དམར་གཞུང་ལ་བཀའ་གདང་གི་ཡོད་རེད། ཞི་ཅིན་པེ་གློ་བུར་དུ་བྱང་ཀོ་རི་ཡར་བསྐྱོད་འཆར་ཡོད་ཀྱང་ཐེངས་འདིར་ཕྱི་ཕྱོགས་ནས་དངོས་གནས་འཇིགས་སྣང་སྐྱེ་དགོས་པ་ནི་ཕལ་ཆེར་རྒྱ་ནག་དང་བྱང་ཀོ་རི་ཡའི་འབྲེལ་བ་མིན་པར་དབང་ཆ་རྒྱུན་འཛིན་གྱི་གནད་དོན་དེ་རེད། དུས་མཚུངས་པེ་ཅིང་གི་ད་ལྟའི་དབང་ཆའི་ལྟེ་གནས་ཀྱི་སྡེ་ཚན་ནང་ལོར་ཡང་གློ་བུར་དུ་དེ་སྔོན་གསང་དབང་བྱས་པའི་མིང་ཞིག་ཡང་ཡང་ཐོན་ཐོན་འགོ་ཚུགས་ཡོང་གི་འདུག་གནས་ཚུལ་ཐོན་གསལ་ལ་བཞེད་ན་ཞི་ཅིན་ཕིང་གློ་བུར་དུ་བྱང་ཀོ་རི་ཡར་བསྐྱོད་འཆར་འདུག་པ་དང་ཕྱི་རོལ་ནས་སིམ་འཛུལ་བྱེད་པ་འདི་ཁྲའོ་ཞན་ཟེར་བའི་བྱང་ཀོ་རི་ཡ་དང་དུས་དྲན་མཚོན་བྱེད་སྐོར་མིན་པར་ཞི་ཅིན་ཕིང་གི་དབང་ཆའི་ཤུལ་འཛིན་གང་འདྲ་བྱེད་མིན་དང་དེའི་ཐད་བྱང་ཀོ་རི་ཡའི་མི་གཅིག་དབང་འཛིན་ཀིམ་ཇུང་ཀིན་གྱིས་འགྲམ་ནས་རང་གི་བུ་མོ་མངོན་གསལ་དོད་པོས་རྒྱུན་འཛིན་བྱེད་པའི་ཉམས་མྱོང་སློབ་སྦྱོང་བྱེད་ཁག་ཆེན་པོ་མ་རེད་པས་ཟེར་ཡག་ད། ད་ག་ནང་བཞིན་ལྷོ་ཀོ་རི་ཡའི་གསང་བའི་ལས་ཁུངས་འབྲེལ་ཡོད་མི་སྣའི་ཁྲོད་དོ་སྣང་བྱུང་བར་ཡང་རྒྱ་ནག་གཞུང་གི་བདེ་འཇགས་མི་སྣ་དང་ཕྱི་སྲིད་མི་སྣ་དང་རྒྱ་ནག་གི་ནི་མཁའ་འགྲུལ་ཚན་པའི་མི་སྣ་སོགས་ནི་བྱང་ཀོ་རི་ཡའི་ནང་ལ་ཡང་སླེབས་རྗེས་ཆེས་མཐོའི་འགོ་ཁྲིད་རིང་མིན་ཆེད་སྐྱོད་བྱེད་མཁན་སྔོན་འགྲོའི་གྲ་སྒྲིག་བྱས་ཞོར་དུ། བྱས་ཙང་དེ་དུས་ཤིག་ཏུ་ལྷོ་ཀོ་རི་ཡའི་གསར་འགྱུར་ལས་ཁང་གིས་ཚོད་དཔག་བྱས་ན་སྐྱོགས་ཤོད་ལ་ཞི་ཅིན་ཕིང་བདུན་ཕྲག་རྗེས་མའི་ནང་བྱང་ཀོ་རི་ཡར་འཚམས་འདྲི་བྱེད་འཆར་ཡོད་པ་རེད། དུས་ཚོད་འདི་འདྲའི་ཞིག་གདམ་དགོས་དོན་གང་ཡིན་ཟེར་ན་སྲིད་འཛིན་ཁྲོམ་གྱིས་ཉེ་ཆར་རང་ཉེན་བརྡ་བཏང་བའི་སྐད་ཆ་རྫིག་པོ་བཤད་ཡོད་པ་དང་ཨུ་རུ་སུའི་སྲིད་འཛིན་པུ་ཀྲིན་གྱིས་ཨུ་རུ་སུ་དང་རྒྱ་ནག་དམར་གཞུང་ལས་དབང་གཉིས་བདམས་བསྐྱིལ་བྱས་ཡོད་པ། ད་ལྟའི་རྒྱ་ནག་གི་དཔལ་འབྱོར་གནས་སྟངས་ཧ་ཅང་ཡག་པོ་མེད་པ་མ་ཟད་ཏང་ནང་ཁུལ་དབང་ཆའི་འཐབ་རྩོད་རྣོ་ངར་འབྱིན་བཞིན་པའི་དུས་ཚོད་ཟླ་གྲགས་འདི་འདྲའི་ནང་ལ་ཡང་ཨ་ནི་ཞི་ཅིན་ཕིང་བྱང་ཀོ་རི་ཡར་བསྐྱོད་དགོས་པ་དེ་རྒྱལ་ཁབ་གཉིས་ཀྱི་མཛའ་བརྩེའི་འབྲེལ་བ་ཟབ་གཏོང་བྱེད་སོང་བ་མ་ཡིན་པར། ཀེམ་ཇོང་ཡུང་གི་བར་ལམ་མི་ཚང་མས་ཧ་ལས་དགོས་པ་དང། ཞི་ཅིན་ཕིང་ཡང་ཧ་ཅང་སྣང་བ་གྲོལ་བའི་ལས་ཀ་ཞིག་བྱས་ཡོད་པ་དེ་ནི། དམར་པོའི་ཁྱིམ་རྒྱུད་མི་གཙོ་བྱེད་པར་སྐུལ་འདེད་བྱས་ཏེ་ཀེམ་ཇོང་ཨེན་གྱིས་རང་གི་བརྩེ་བའི་བུ་མོ་མངོན་གསལ་དོད་པོས་དམག་དཔུང་རྔམ་སྟོན་བྱེད་སར་ཁྲིད་པ་དང་མི་ཕྱུགས་སྤུན་ཟླའི་རྒྱབ་རྩའི་བཀོད་འདོམས་ཁང་དང་ཕྱིའི་འགོ་ཁྲིད་ཐུག་འཕྲད་སོགས་ལ་དངོས་སུ་ཁྲིད་ཡོང་གི་ཡོད། འདི་ནི་ཁོ་པས་ཀེམ་ཇོང་ཀིམ་རྒྱུད་ཀྱི་མི་གཙོ་བྱེད་པའི་བརྒྱུད་མི་རྒྱུན་འཛིན་མི་སུ་ཡིན་མིན་བྱང་ཀོ་རི་ཡའི་རྒྱང་ཡོད་མི་དམངས་དང་རྒྱལ་སྤྱིའི་སྤྱི་ཚོགས་ལ་སྔོན་བརྡ་གཏོང་གི་ཡོད་པ་རེད། ཞིས་ཅིན་ཕིང་གློ་བུར་བྱང་ཀོ་རེར་བསྐྱོད་པའི་གནད་འགག་འདི་ཀེམ་ཇོང་ཨིན་གྱིས་རང་གི་ཁྱིམ་སྤྱོད་ཁོ་ན་རྒྱུན་འཛིན་བྱེད་པའི་བཀས་བཀོད་རྒྱུད་འཛིན་གྱི་འགྲོ་ལུགས་དེར་ཡིད་སྨོན་སྐྱེ་གི་ཡོད་པ་རེད། རྒྱུ་མཚན་ནི་ད་ལྟ་ཞིས་ཅིན་ཕིང་ལ་དབང་ཆ་མེད་པ་མ་ཡིན་པར་དབང་ཆ་དེ་ག་འདྲས་སུ་མུ་མཐུད་རྒྱུན་འཁྱོངས་བྱ་རྒྱུ་དེ་རེད། དོ་སྣང་དགོས་པ་ཞིག་ལ་རྒྱ་ནག་དམར་གཞུང་གི་ཚོགས་ཆེན་སྐབས་ཉི་ཤུ་པའི་ནང་ལོགས་ལ་ཡང་རྒྱུན་འཛིན་པ་སུ་ཡིན་གཏན་འཁེལ་བྱས་མེད་པ་དང་ད་ལྟའི་ཆར་རྒྱ་ནག་དམར་གཞུང་ནང་སུ་རྒྱལ་སྲས་ཡིན་པ་དང་སུ་ཤུལ་འཛིན་པ་བྱེད་མཁན་ཝང་དབྱང་དང་ཝུའུ་ཁྲུང་ཧྥ་ཏིང་ཞོའེ་ཞང་ཝང་ཡིས་སོགས་ཤུལ་གཙོས་དྲ་མ་ནི་སྣ་ཚོགས་ཡོད་ཀྱང་དངོས་ཡོད་གནས་ཚུལ་ནི་ད་ལྟ་སུ་གང་ཐག་བཅད་ཡོད་མ་རེད། ཞི་ཅིན་ཕིང་གིས་རྒྱ་ནག་དམར་གཞུང་གི་དེ་སྔའི་འགྲོ་ལུགས་འགྲོ་སྟངས་དཔེར་ན་མའོ་ཡི་ལིན་པའོ་དང་ཧོ་ཁུ་ཧྥུན་ཏིང་ཞོ་ཕིང་ཝུ་ཅིན་ཐའོ་བཅས། བྱེད་སྟངས་འདིར་གནའ་བོ་ཙམ་ལས་གྲུག་མེད་དུས་ཕྱི་རོལ་གྱི་མི་ཚོས་ལོ་མང་སྦས་སྐུང་བྱེད་པའམ་ཡང་ན་གསང་བ་དམ་པོ་བྱེད་པའི་མིང་དེ་ཕྱིར་བཏོན་གྱི་ཡོད། མིང་དེ་སུ་རེད་ཟེར་ན་ཞི་ཅིན་ཕིང་གི་བུ་མོ་རྒྱ་ནག་གུང་ཁྲན་ཏང་གི་སྲས་མོ་ཞི་མིང་ཙེ་རེད། ཨོ་སྟྲེ་ལི་ཡར་གནས་འཁོད་ཕྱི་སྡོད་རྒྱ་མིའི་ནང་གི་གྲགས་ཅན་མཆན་བརྗོད་པ་ཚའེ་ཀྲེང་ཀུན་གྱིས་ཉེ་ཆར་ཞི་ཅིན་ཕིང་གི་དབང་ཆ་སུ་ལ་བརྩིས་བསྐྲུན་མིན་ཐད་ཁོ་རང་གི་སེམས་ཚོར་ཞིག་བཤད་འདུག་པ་དེ་ནི། རྒྱུན་འཛིན་པ་ཡི་གནད་དོན་ཧ་ཅང་ཚོར་སྣང་སྐྱེན་པོ་ཡོད་ཞི་མིང་ཙེ་རིམ་བཞིན་མི་དམངས་ཀྱི་མིག་ལམ་དུ་འཛུལ་ནས་ཐ་ན་ཆབ་སྲིད་ཀྱི་གར་སྟེགས་སུ་གོམ་པ་སྤོ་ཐུབ་མིན་ལ་དོ་སྣང་ཆེན་པོ་བྱེད་ཀྱི་ཡོད། སྔོན་མའི་གནས་ཚུལ་ལྟར་ན་ཞི་མིང་རྫ་ཡིས་ཕ་མའི་ཁ་ལ་མ་ཉན་པར་ཨ་རིར་གཉེན་སྒྲིག་བྱས་ནས་སྤྲུལ་སྐུ་བྱུང་ཡོད། མཚམས་དེར་ཞི་མིང་རྫ་ཡི་ཁྱོ་བ་སུ་ཡིན་ངོ་སྤྲོད་ཅིག་བྱ་འདོད་བྱུང། ཇིན་ཡོན་ཧྥེ་ཟེར་བ་དེ་གཅིག་སྟོང་དགུ་བརྒྱ་གྱ་བཅུ་ཞེ་ལྔ་ལོར་གྲོང་ཁྱེར་དུ་སྐྱེས་ཤིང། ཨ་རིའི་ཡེ་གཏོར་བརླག་སློབ་ཆེན་ནས་སློབ་ཕྱིར་སྲིད་ཚན་རིག་དང་དཔལ་འབྱོར་རིག་པའི་ཆེད་གཉེར་ཆེད་ལས་གཉེར་ཚན་ཕྱིར་འཐེན་ཐོབ་ཡོད་བླ་བྲང་ཐོན་སྐྱེད་ཕ་ཡུལ་དུ་ལངས་ནས་གྲོང་གསེབ་གོ་སྒྲིག་བྱེད་མྱོང་བ་དང་གཞུང་གཉེར་གསར་ཤོག་དང་དབུས་བརྙན་འཕྲིན་ཁང་ནས་བསྐོར་པ་སོགས་རྣམ་པར་སྣེ་ཁྲིད་དེ་དབུལ་ཕོངས་ཀྱི་ཞྭ་མོ་ཕུད་དེ་ཕྱུག་ཅུང་ཆགས་ཚུལ་གྱི་རྩོམ་ཡིག་སྤེལ་ཏེ་བསྟོད་ར་བཏང་བ་མ་ཟད་རྒྱ་ནག་རྒྱང་ཡོལ་མི་དམངས་འཐུས་ཚོགས་འཐུས་མིར་འདེམས་བསྐོ་བྱུང་བ་རེད། ད་ཆ་ཞི་མིན་དང་ཁྱོ་ག་དེ་གྲོང་གསེབ་ནས་ཁ་བྲལ་ཏེ་པེ་ཅིན་དུ་རྒྱལ་ཁབ་གསར་པའི་དངུལ་ཁང་གི་ཐིང་དང་ཅུས་རིམ་པའི་གོ་སྒྲིག་ཆགས་ཡོད། གཞི་མེད་དུ་ཨར་ནས་ཚུར་ལོག་ནས་ད་ལྟ་ཁོ་མོ་ཞི་ཅིན་ཕིང་གི་ཟ་ཐང་གཉིས་ཀྱི་དགོས་དབང་ལྟར་ཏང་གི་གལ་ཆེའི་སྲིད་ཇུས་ལ་མཐུན་སྦྱོར་བྱེད་པའི་དབང་ཆའི་ལྟེ་གནས་སུ་བཀག་རྒྱ་གཏོང་བའི་དབང་ཆ་ཡོད་པའི་ཐག་གཅོད་བྱེད་མཁན་ནང་སླེབས་ཡོད་པ་རེད། དེ་མིན་ཤེས་རྟོགས་བྱུང་བར་གཞིགས་ན་ཧྲན་ཤིན་ཞིང་ཆེན་ནང་ཞི་ཅིན་ཕིང་ཕ་ཀྲུའུ་ཞི་ཁྲུང་ཆུང་གི་ཕུང་པོ་སྦས་སའི་གཞི་རྒྱ་ཧ་ཅང་ཆེན་པོ་ཡོད་མ་ཟད་ཉེ་བའི་ཆར་རྒྱ་ནག་གཞུང་གི་ལོ་རྒྱུས་རིག་པ་བ་རྣམས་ཀྱིས་ཞི་ཅིན་ཕིང་དང་ཞི་ཡི་ཁྱིམ་རྒྱུད་ཀྱིས་ཉེ་བའི་རྒྱ་ནག་གི་དུས་རབས་ནང་གལ་ཆེའི་ནུས་པ་ཐོན་ཡོད་ཚུལ་ཞིབ་འཇུག་བྱེད་བཞིན་ཡོད་པ་དེས